ལ་སོགས་མང་ཞིག་སྐར་མ་ཉི་ཤུ་བདུན་བྱེ་བ་པར་རེད་དོ། ཁྱེད་རང་ལྟ་དེ་འདྲ་མ་ཡིན་པ་སྐར་མ་གཉིས་གསུམ་བཞི་དེ་འདྲའི་རིང་གི་ཐུང་ཐུང་དེ་འདི་བཟོས་ཀྱི་དཔེ་ཟོས་བྱས་ཀྱི་ཟེར་བཞིན་ཡིན། ཧ་ཅང་སྙན་ཟོས་དེ་ཡང། དེ་དག་གོ་དཔེ་ཤ་ན་ཡོད་ཤེས་རྒྱུ་དེ་འདི་རེད་ལགས་ཙམ་མ་ཡིན་པ་བྱས། ནི་ཆོག་ཅི་ནས་ང་རང་ཡང་ནི་དེ་འདྲའི་གི་ཞེ་ར་རེ་ར་ཅང་ཅང་བ་ཞེ་ར་མེད་དུས། ནི་ཞེ་ར་ལབ། ལ་བས་ཀྱི་སྤོ་སྤོ་དེ་ཞེ་ར་དང་གི་མེ་བ་དེ་འདྲ་རེ་རེ་ཡོང་དུས།

ནི། ཆོས་བརྒྱུད་གཞན་པ་ནས་ཤེས་བཞིན་དུ་ཡིན་ནའི་འདྲ། ཡང་ན་མཁས་པ་གཞན་པ་དེ་འདྲས་ཀྱིས་ནང་པ་མ་ཡིན་པའི་མཁས་པ་གཞན་པ་དེ་འདྲས་ཀྱིས་ཤེས་བཞིན་དུ་དེ་འདྲས་ཡིན་ན་ཡང། དེ་ཚིག་ང་རང་ཚོ་ལ་ཕན་ཐོགས་ཅིག་འདུག་ན་ང་ཚོས་ཀྱིས་དེ་བླངས་ཕྱིར་ན། ཁོ་ཕན་ལ་ཕན་འགྲོ་གི་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་གང་ཟག་ལ་མ་བརྟེན་ཆོས་ལ་བརྟེན་ཟེར་ནས་ད་བརྟེན་ཤེས་གསུངས་བ་ནང་བཞིན་གྱི།

དུས་ཚོད་དེ་ཡང་ཡག་པོ་འགྲོ་བར་བྱ། ད་ལྟ་དེ་འདྲའི་འགྲོ་བ་འདྲེས་གང་ནས་ཆོད་ཡོད་ཀྱང་རེད་བྱས་པ་ཡིན། ད་ཡིན་ན། ད་འདི་དང་མཉམ་དུ་ད་སྔོན་ལ་ས་ག་ལྟ་བ་ཞིག་ནས་ད་ག་ཟླ་ཚེས་བཟང་པོ་ཞེ་པོ་ཞིག་བརྩི་ཡས་དེ། ཕྱོགས་ཆ་འདྲ་ཕལ་ཆེར་མང་བྱས་ཀྱི་ཁྱེད་ད་མཁྱེན་གྱི་རེད་ད་ཡིན་ན་ཡང། ཧོ། ཡང་བསྐྱར། དྲན་གསོས་ཀྱི་ཚུལ་དུ་ཨ་ནི་ཅིག་ཐུང་ཐུང་ཅིག་སྐར་མ་གཅིག་གཉིས་ཅིག་གི་རིང་ལ་ཞུས་ཐུབ་ན་བསམ་སོང། དེ་ཡང་ཧ་ཅང་ང་ཚོ་འདི། ཀམ་པོ་ཀྲི་ཡ་སའི་ཡང་ད། ཤི་ཡ་ཀྱི།

དེ་འདི་ཅིག། པར་ཞིག་ང་བསྟན་བྱུང་གསུངས། དེ་ཁོ་ན་ཚོས་ཀྱི་སྐུ་བསྒྲིགས་སྟངས་དེ་དེ་ལ་ང་པར་རྒྱ་ཡལ་གྱི་གོ་སྐབས་ཅིག་རག། པས་ནི། མིག་བདེ་མོ་འདུག་ཅེས་དང། ཡིད་ལ་ཕན་ཐོགས་སྤྲོ་བ་ཆེན་པོ་བྱུང་གསུངས། ག་རེ་ཐོས་པ་ཡིན་ན། འདི་ནང་ངོས་ལ། ང་ཚོས་ཀྱི་དོ་སྣང་བྱུང་བ་ཡིན་ན། ས་ག་ཟླ་བ་ཟེར་ནས་ཡོངས་གྲགས་ཀྱི་ང་ཚོ་དུས་ཚིགས་གསུམ་ལྡན་ཟེར་ཅེས་ཡས་བྱེད་རོ། འོ་ནི་ད་དེ་རྣམས་ཏག་ཏག་འཛོམས་དགོས་དོ། ད་དུས་ཚིགས་གསུམ་ལྡན་ཟེར་དེ་ཡང་ནི། སངས་རྒྱས་བཅོམ་ལྡན་འདས་ཀྱིས་ཡོངས་གྲགས་ལ་མཛད་པ་བཅུ་གཉིས་མཛད་པའི་ནང་ནས། ད།

དུས་ཚོད་འདི་གཉིས་ལ་མཛེས་པ་རེད་ཟེར་ནས་འོང་དེ་འདྲའི་འདྲ་བོ་ཅིག་ཡོང་གི་འདུག་ར། དེ་ནས་ད་འདི་སྒང་ནས་ད་འདི་ལྟ་བུའི་ཡི་དྭགས་ས་ག་ཟླ་བའི་སྐྱེ་བོ་ཚེ་བཟང་པོ་དེ་འདྲའི་ཅིག་ལ་ང་ཚོས་ཀྱིས་བསོད་ནམས་ཆེན་པོ་ཞིག་དཔག་ཏུ་མེད་པ་ཞིག་བསགས་ཚུལ་གྱི་དགོས་པ་རྒྱུ་མཚན་ག་རེ་རེད་ཟེར་ནས་དྲིས་པ་ཡིན་ན། ཕྱི་ལྟར་ནམ་རྒྱུན་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་ཞུ་བའི་གནས་སྐབས་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་བྱིན་རླབས་ནག་པོ་མང་པོ་ཅིག་འཇུག་གི་ཡོད་རེད་ད། སངས་རྒྱས་བཅོམ་ལྡན་འདས་ཐབས་མཁས་པ་དབང་གིས

ནི་མང་དྲུག་རེད་ཟེར་གང་ལྟར་ནམ་རྒྱུན་དུ་ནི་བྱ་བ་བཟང་པོ་གཅིག་བྱེད་པ་དེ་བསོད་ནམས་ག་ཚོད་ཡོད་པ་ཡིན་ན་དེ་གསར་བ་དེ་བས་དུས་ཚོད་དེ་ལ་དེ་འདྲ་བའི་བྱ་བ་བཟང་པོ་ནི་ཚར་འབུམ་བྱེད་པ་དང་ནི་མཚུངས་པ་ཡིན་ཟེར་ནས་འོ་དེ་འདྲའི་ཆེད་ནས་གསུང་གི་ཞུ་གི་ཡོད་ར། དེ་དེ་འདྲའི་གི་ནི་དུས་བཟང་པོ་དེ་འདྲའི་ཆེད་ལ་ང་རང་ཚོས་གལ་སྲིད་བྱ་བ་བཟང་པོ་ཞིག་བྱེད་ཐུབ་ན་ནི་ནམ་རྒྱུན་དུ་ལམ་གྱི་མདོའི་གནད། གོམས་འཁྲིད་ཉམས་པ་འཇུག་པ་དེ་ཚོ་ས་ག་ཟླ་བ་ཟླ་བ་འདིའི་རིང་ལ་ང་ཚོ་ལས་བྱེད་མང་པོ་གང་ཐུབ་ཐུབ་ཀྱིས་མ་ཤི་བའི་གྱི་ཕན་སོན་བྱེད་ཐུབ་ན་ཕན་ཐོགས་ཆེན་པོ་ཡོང་ར་དེ་ཡང་ང་ཚོ་ཁ་ཤས་ས་ག་ཟླ་བ་ཚེ་བ་བཅོ་ལྔ་འདི་གཅིག་པུ་ཅིག་ལ་ནི་བརྩི་ཡས་འདྲ་བོ་དང་ཁ་ཤས་ཡང་སྒོ་ཡར་མོས་ཀྱི་ཉི་མ་བཅོ་ལྔ་འདི་གཅིག་པུ་ཅིག་བརྩི་ངེས་འདྲ་བོ་དེ་འདྲའི་ཡང་བྱེད་བྱེད་མཁན་ཡོད་ར་དེ་ཡིན་ན་ཡང་དེ་འདྲའི་ང་ཚོ་ས་ག་ཟླ་བ་ཞིག་ལས་འགུལ་འདུག་མ་གཏོགས་ཚེ་བ་བཅོ་ལྔ་གཅིག་པུ་བརྩི་ཡས་དང། ཡར་སྨྱོས་ཀྱི་ཡར་ནི། ཉི་མ་བཅོ་ལྔ་གཅིག་པུ་ཚེས་བརྒྱད་དེ་འདྲ་ཡོང་གི་མི་འདུག་ཨ་ཆུང་མི་ནག་ལ་སོ་ཟླ་བ་གཅིག་ཁོ་རང་འགྲོ་དགོས་དུས་ཚེ་དགའ་ཟླ་བ་ཁོ་རང་གི་ཡོང་སོ་རང་གང་འགྲོ་དུས་ཀྱི་ཨ་ནི་བྱ་བ་བཟང་པོ་སྤྲད་ཀྱི་ཡོད་ད་དེ་འདྲའི་ཡིག་ཐོག་ནས་ཨ་ནི་ང་ཚོ་ཀུན་སློང་ཞིག་འཁྱེར་ཐུབ་ན་ཨ་ནི་ག་རེ་ཡིན་ན་ཡང་ཕན་ཐོག་ཆེན་པོ་ཡོང་གི་ར་འོང་དེ་འདྲའི་ཞིག་ཞུས་ཡིན་ད་ང་ཚོ་རྗེས་མའི་ཉིན་དེ་བ་ཨ་ནི་དེ་འདྲའི་མཁས་པ་དེ་འདྲས་ཀྱི་གསུང་ཞིག་མི་གི་ཚིག་གཅིག་གཅིག་གཅིག་གི་འགྱུར་བ་དེ་འདྲས